དཔལ་འབྱོར། དཔལ་འབྱོར་ལས་ཁུངས་ལྟ་བུ་ཞིག་ཏུ་ཆགས་ཟིན་པ་ཡིན་ན། ངས་དང་པོ་དེ་བུ་ལོན་སྐར་མ་ལྔ་སྤྲད་དགོས་ཡ་མེད་ད་འདས་པའི་ལོ་གཉིས་སུམ་གཅིག་གི་ནང་ནས། བྱས་ཙང། དེ། ང་ཚོས་གར་ཞུ་བ་རེད། གྲུབ་འབྲས་རབ་བརྗིད་ཡ། ལ་དེ་བྱེད་ཀྱི་ཡོད། ད་དཔེར་ན་དེ་རིང་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན། བཙན་བྱོལ་གཞུང་གི་འགྱོད་འགྲོན་དེ་ག་འདྲས་ཆེ་ན་བཏང་གི་ཡོད་རེད། བཙན་བྱོལ་གཞུང་གི་འགྱོད་འགྲོན་དེ། བཙན་བྱོལ་གཞུང་གིས། བསྟན་འཛུགས་མ་དངུལ་གྱི། སྤྱད་བྱ་རྐྱང་རྐྱང་གི་ཐོག་ནས། འགྱོད་འགྲོན་བརྒྱ་ཆ་ཉི་ཤུ་ཐམ་པ་དེ། ད་ལྟ་ལོངས་བསྡད་ཀྱི་ཡོད། ད་མ་འོངས་པ་ལ་དེ་བརྒྱ་ཆ་ལྔ་བཅུ་བར་དུ་ཡང། ཁེལ་འགྲོ་ཡག་གི། འདས་པའི་ལོ། ཡོང་རྒྱུ་འདས་པའི་ལོ་གཉིས་ཀྱི་ནང་ལ།

ལོ་རེ་ནས་ལོ་རེ་འབོད་འབངས་མང་རུ་འགྲོ་གི་རེད་བསམ་གི་འདུག་བརྒྱ་ཆ་སུམ་ཅུ་སུམ་བཞི་དེ་བཞི་བཅུ་ཚིག་ཆར་ཡར་སླེབས་ཐུབ་པ་ཡིན་ན་ཨ་ནི་བརྒྱ་ཆ་དགུ་བཅུ་ཐམ་པ་ཅིག་ང་རང་ཚོའི་གཏན་འཇགས་ཀྱི་ཡོང་འབབ་ཀྱི་ཐོག་ནས་འགྲོ་ཡ་ཞིག་ཆགས་ཀྱི་རེད། ཨ་ནི་ད་ལྟ་ལས་ཁུངས་ཁག་གི་རྩ་ཚིག་གི་ཡོང་འབབ་བྱེ་བ་རེ་དེའི་ཐོག་ནས་བརྒྱ་ཆ་བཅུ་གཅིག་འགྲོ་བསྡད་ཀྱི་བ་རེད། དེ་འདྲ་ཡིན་ཙང་དཔེར་ན་ད་ལོ་ལྟ་བུ་ལ་མཚོན་པ་ཡིན་ན་བརྒྱ་ཆ་དྲུག་ཅུ་རིག་བཞི་དེ་སོ་སོའི་དངོས་རེད། ཨ་ནི་དེའི་ཁྲོད་ཚགས་དེ། ཀར་ཞུ་བ་རེད་དེའི་ཁྲོད་ཚགས་དེ་ད། གཞན་ལས་རོགས་སྐྱོར་བརྟེན་ནས་བཀའ་ཤག་གི་ཐབས་ཤེས་བྱེད་དགོས་ཟེར་དེ་ནང་འགྲོ་གི་ཡོད་རེད། དེ་འདྲས་གསུངས་པ་ཡིན་ཙང་འདས་པའི་ལོ་གཅིག་གཉིས་ཀྱི་ནང་ལ། འགྲོ་སོང་ལས་ཡོང་འབབ་མང་ཆགས་བསྡད་ཡོད་རེད། ད། ཉིས་སྟོང། བརྒྱད་དགུ་གི་སྔོན་ཚེས་ལྟ་བུར་ཆ་མཚོན་པ་ཡིན་ན། འགྲོ་སོང་དང། ཡོང་འབབ།

འགྲོ་གྲོན་ག་རེ་གཏང་དགོས་ཀྱི་ཡོད་པ་དེ་ངོས་ལེན་ཞུ་རྐྱང་མ་གཏོགས་བཀའ་ཤག་ངོས་ནས་ཚིག་གཅིག་ཕྱི་དགྲ་ཤ་ཁྱུང་དགྲ་ཟེར་ནས་ཞུས་མེད། ད་རིང་ཚོགས་ཆེན་དེ་ལྟ་བུ་ཞིག་ལ་ཆ་མཚོན་པ་ཡིན་ན་ང་ཚོའི་སྔོན་རྩིས་ནང་ཡོད་ཨ་མ་རེད། ཚོགས་ཆེན་ཚོགས་འགོ་རེད་སྐྱབས་མགོན་རིན་ཆེན་བཀའ་ཕེབས་པ་ཡིན་ཙང་འགྲོ་སོང་ག་ནས་ཡོང་གི་རེད་ཟེར་ནས་ཚོ་གང་ཅི་ལ་ཞུས་མེད། བཏང་སྦྱང་བྱས་ཡོད་ད་ག་ནང་བཞིན་ད་ལྟ་འདི་གྲུབ་པའི་རྗེས་ལ་ཡ། བོད་དོན་རྒྱབ་སྐྱོར་ཚོགས་པའི་དམིགས་བསལ་ཚོགས་འདུ་ཞིག་ལྡི་ལིར་ཚོགས་ཀྱི་ཡོད་རེད་དེ་ལས་འགྲོ་སོང་ག་ལ་གང་ཙམ་འགྲོ་གི་ཡོད་དེ་བྱས་དེ། སྔོན་ནས་ཚོད་དཔག་མེད་པའི་གློ་བུར་བྱུང་བའི་འགྲོ་སོང་དེ་རེད། ཡིན་པ་ཡིན། རྩ་བའི་གཞུང་གི་དཔལ་འབྱོར་གྱི་གནས་བབ་འདི་ད་སྐྱོ་བོ་ཅིག་མེད་པ་ཡིན་ཙང་འདི་འདྲའི་འགྲོ་སོང་སླེབས་པའི་སྐབས་ལ་ཡ་ཨན་གཅིག་གས་ག་རེ་བྱེད་འོས་ན་བསམ་ནས་གཞི་ནས་བསམ་བློ་བཏང་མོ་གོ་ཡ་གཅིག་གི་གནས་བབ་ཅིག་ཆགས་བསྡད་ཡོད་འདི་འདི་འདྲའི་སོང་ཡིན་ཙང་རང་ཁ་རང་གསོ་ད་གཅིག་གས་རང་མི་རང་ལས་རབ་བྱེད་ཐུག་ཡག་གི་གནས་བབ་སླེབས་ཡོད་ཨན་ད་རེས་དཔྱ་ཁྲལ་སྤར་གནང་ན་ཡག་པོ་ཡོད་རེད་ཟེར་ནས་དགོངས་འཆར་གནང་མཁན་མང་པོ་བྱུང་སོང་བཀའ་ཤག་ངོས་ནས་ད་སྤར་མ་གོ་བ་རང་བྱུང་ན་བསམ་ནས་ད་ལྟ་བར་སྤར་ཡོད་པ་མ་རེད་ད་ད་ལྟ་དགོངས་འཆར་མང་པོ་བྱུང་བ་ཡིན་ཙང་ཨ་ནི་གྲོས་ཚོགས་ནང་ནས་སྤར་ཡག་གི་གྲོས་འཆར་དེ་འདྲ་སླེབས་པ་ཡིན་ན་ནི་ཨ་ང་ཚོ་དགའ་བསུ་ཞུ་ཡག་རེད་དེ་མིན་པ་ཡིན་ན་དཔྱ་ཁྲལ་གི་ཚད་སྤར་བ་ལས

ད་རེས་འདས་ཞུ་བ་ཅུང་བཙོང་པོ་བས་ཡོད་པ་ཡིན་ཙང། བཙན་བྱོལ་གཞུང་གིས་ག་རེ་བྱེད་ཀྱི་ཡོད་མེད་དང་གནས་བབ་ར་བ་ཅིག་ག་འདྲས་ཆགས་ཡོད་མེད་དེ་མདོར་བསྡུས་ནས་གཉའ་ཚང་ཞུས་ན་བསམ་སོང།